སློབ་ཚན་ལྔ་བ། ནགས་བཞི། ནགས་བཞི་ནི་ངང་རྒྱུད་འཇམ་ཞིང་གཡང་བ་དང་ཀྲུང་ཤ་དོད་པ། ཕྱི་བཞིན་མཛེས་ཤིང་མིག་གཉིས་ལས་འོད་འཚེར་བ། ལུས་པོ་གཡང་ཟོར་ཆེ་ཞིང་བདེ་ལྕག་འཁྱུག་པ་དང། རྐྱང་གྲོང་ལྡན་པའི་ཟགས་ཕྱོགས་ཆང་ཆུང་སྙིང་རྗེ་བོ་ཞིག་ཡིན། ནགས་བཞི་ལ་ཁྱུང་ཞིང་མཛེས་པའི་བྱད་བཞིན་དང། བྱ་མའི་རྩིག་རྒྱུན་ལྟ་བུའི་མཇུག་མ་གཉིས་འཛོམས་པས་དེའི་ཉམས་འགྱུར་དེ་བས་ཀྱང་ཡིད་དུ་འོང་བ་ཞིག་རེད། ནགས་བཞི་ནམ་རྒྱུན་མཇུག་མ་མགོ་བོའི་ཐོག་ཏུ་ཅན་དུ་བསྒྲེངས་ཤིང། ལུས་པོ་མཇུག་མའི་གྲིབ་བསིལ་འོག་ཏུ་བསྡད་དེ་ཚ་བོར་གཡོ་བ་དང། རྟག་ཏུ་ཙོག་པུར་བསྡད་ནས་ལག་པ་གཉིས་ཀྱིས་བཟའ་ཆའི་ཁར་འཇུག་ནས་ཟ་བ་ནི། མིའི་ལག་པའི་ཟས་ཟ་སྟངས་དང་འདྲ་བས་ནགས་བྱི་ནི་རྐང་བཞི་དུད་འགྲོ་གཞན་དང་གཏན་ནས་མི་འདྲ་ཞེས་བཤད་ཆོག། ནགས་བྱི་ནི་ས་འོག་ཏུ་འཛུལ་ནས་མི་འདུག་པར་རྟག་ཏུ་མཐོ་སར་འགྲོ་འདུག་བྱེད་མཁན་ཞིག་ཡིན་ཏེ། བྱ་རིགས་ཇི་བཞིན་ལྗོན་ཤིང་གི་སྟེང་དུ་གནས་བཅས་ཏེ། ལྗོན་ཤིང་གཅིག་གི་སྟེང་ནས་གཅིག་ལ་མཆོང་ཤིང། ནགས་ཚལ་དུ་གང་སར་ཡར་རྒྱུག་མར་རྒྱུག་བྱེད། ནགས་བྱའི་ལྗོན་ཤིང་གི་སྟེང་དུ་མཚམས་བཅད་དེ། ལྟོགས་ན་ཤིང་ཏོག་ཟ་ཞིང་སྐོམ་ན་ཆར་ཆུ་འཐུང་བ་དང། རླུང་དྲག་པོ་མ་འཚུབ་ན་ས་རུ་མི་འབུད་ལ། ས་ཞིང་དང་བདེ་ཐང་དུ་ནགས་བྱི་འཐུང་དཀའ། དེ་དག་གྲོང་ཚོའི་ནང་དུ་གཏན་ནས་མི་འོང་ཞིང། ནགས་ཚལ་ཆུང་བར་ཡང་མི་འདུག་པར། ནགས་ཚལ་ཆེན་པོའི་གདོང་རྒྱུན་ཐོག་ཏུ་བརྡོལ་བ་དང། དབྱར་ཁའི་ནམ་མཁའ་གཡའ་དག་པའི་མཚན་མོར། ནགས་བྱའི་གདོང་རྩེར་ཕར་ཆུང་ཚུར་ཆུང་བྱས་ནས་ཕན་ཚུན་ཟླ་རེས་བྱེད་པའི་སྐྲ་ཐེད་ཐུབ། དེ་དག་ཚགས་རྡུགས་ཆེ་བའི་ཉི་འོད་ལ་སྐྲག་པ་ལྟར། ཉིན་མོར་ཚང་དུ་འཛུལ་ཏེ་ཚ་ཤོད་བྱེད་ཅིང། མཚན་མོར་ཚང་ལས་ཐོན་ནས་རྒྱུག་པ་དང་གསེར་འགྱུར་རོལ་བ། ཟས་ཟ་བ་བཅས་བྱེད། ནགས་བཤེར་སྐབས་འགར་ཞབས་ཕྱི་འཛིན་ན་ཡང་དེ་ཚོ་ནི་ཤ་ཟན་གྱི་སྲོག་ཆགས་མ་ཡིན་ཏེ། ནམ་རྒྱུན་ཁམ་བུ་དང་མོ་མཆའ་རིའི་འབྲས་བུ་སོགས་ཤིང་ཏོག་ཟ་བ་རེད། ནགས་བཤེར་ཁྱི་ལ་དགའ་བར་མི་དགའ། མི་ལ་ལས་ནགས་བཤེར་ཁྱིར་དགའ་དེས་ལྗོན་ཤིང་གི་ཤུག་པ་ཆེན་པོ་ཞིག་གྲིའི་ཚབ་ཏུ་བྱེད་ཅིང། རང་གི་མཇུག་མ་གཡོར་མོ་དང་ཁ་ལོ་སྒྱུར་ཞིག་བྱེད་པ་རེད་ཟེར། ནགས་བཤེར་དགུན་ཁར་བྱི་བ་ལྟར་དགུན་ཉུལ་མི་བྱེད། ནགས་ཤེས་དོགས་ཟོན་གྱི་ཚོར་བ་ཤིན་ཏུ་རྣོ་བས་མིའི་ལྗོན་པ་རྒུད་ཙམ་བྱས་ཚེ་དེ་དག་མགྱོགས་པོར་མཚང་ལས་ཐོན་ཏེ་ལྗོན་པའི་ཡལ་གའི་འོག་ཏུ་ཡིབ་པའམ་ཡང་ན་ལྗོན་ཤིང་གཞན་གྱི་སྟེང་དུ་འགྲོ་བ་ཡིན། ནགས་ཕྱི་ནུབ་མཆོང་འཇུག་བྱེད་པར་ཤིན་ཏུ་བདེ་སྐྱིད་འཁྱུག་པོ་ཡིན་ཏེ། རྒྱུན་དུ་མཆོང་སྟོབས་ཀྱིས་མདུན་དུ་བརྒྱུགས་ཀྱང། སྐབས་རེར་མཆོང་མ་བརྒྱུགས་ཀྱིས་འགྲོ་བར་བྱེད། ནགས་ཕྱི་སྡེར་མོ་ནི་དེ་འདྲའི་རྣོ་ཞིང། ལུས་ཀྱི་སྟངས་སྟབས་ནི་དེ་འདྲའི་བདེར་བཀྱག་འཇིགས་པ་ཞིག་ཡིན་པས། ཤིན་ཏུ་འཇམ་པའི་ལྗོན་ཤིང་ཆེན་པོའི་རྩེ་མོ་ལའང་སྐད་གཅིག་ཉིད་དུ་འགོར་ངེས། ནགས་ཕྱི་སྐད་སྒྲ་གསལ་ཞིང་མཐོ་བས་སྲེ་མོང་གི་སྐད་ལས་ཀྱང་སྣང་བར་གསན། གལ་ཏེ་གཞན་གྱིས་ནགས་ཕྱི་ལ་ཁོང་ཁྲོ་བསླངས་ན་དེ་དག་གིས་མི་དགའ་བའི་ཉམས་མངོན་པའི་ཐན་སྐད་ཅིག་འབྱིན་པར་བྱེད། ནགས་ཤེལ་ལྗོན་ཤིང་གི་རྒྱལ་ཁ་སུན་འཚེབ་ཀྱི་བར་དུ་ཚང་བཅའ་བས། ཚང་ནི་གཙང་ཞིང་དྲོན་པོ་ཞིག་རེད། དེ་ཚོས་ཚང་བཅའ་དུས་ཐོག་མར་ཤིང་ལེབ་ཆུང་ཆུང་འགའ་ཕྱེ་རུང་དེ་ཕན་ཚུན་བསྣོལ་ནས་བསྒྲིགས་པ་དང། དེ་ནས་སྔོ་དྲགས་ཀྱིས་བསྡམས་པ་དང་དེའི་ཐོག་ཏུ་སྔོ་དྲགས་སྐམ་པོ་ཚགས་དམ་པོ་བྱས་ནས་དྭངས་ཏེ། རྐང་བའི་མནན་ཀྱང་བཅག་སྟེ་སྙོམས་པོར་བྱས་ནས། ཡངས་ཤིང་བརྟན་པའི་ཚང་ཞིག་བཟོས་རྗེས་ད་གཟོད་ཕྲུ་གུ་རྣམས་ཚང་དུ་ཁྲིད་དེ་བདེ་འཇགས་ལྡན་ལ་སྣང་བ་སྐྱེད་པའི་སྒོ་ནས་བཟློས་ཚིག་ཡོད། གནམ་དུ་བཏགས་པའི་ཚངས་སྒོ་ནི་དབྱིབས་ལག་ཤིང་ཁ་ཆུང་བས་སྣག་བཞི་ཞིག་འཛུལ་ཐུབ་རྩལ་ནས་མེད། ཚངས་སྒོའི་ཐོག་ཏུ་གཏོར་མའི་དབྱིབས་ཀྱི་ཁེབས་གཅིག་ཡོད་པ་དེས་ཚངས་ཡོངས་སུ་གབ་སྟེ། ཆར་ཆུ་ཚང་དུ་མི་འབབ་པར་ཕྱོགས་བཞིར་འབབ་ཏུ་འཇུག་པ་རེད། སྣག་བཞི་ལ་ཕྲུ་གུ་སྐྱེས་ཐེངས་རེར་གསུམ་ནས་བཞི་སྐྱེས་ཤིང། སྐྱེས་མ་ཐག་པའི་ཕྲུ་གུའི་སྤུ་མདོག་སེར་སྐྱ་ཡིན་ལ། རྒུན་ཡོད་ན་སྤུ་རྒྱས་ཤིང། གསར་དུ་སྐྱེས་པའི་སྤུ་མདོག་ནི་སྔར་གྱི་སྤུ་མདོག་ལས་ནག་པ་དང། ནག་ཕྱིའི་སྡེར་རྨོ་དང་སོ་ཡིས་རང་གི་སྤུ་ཤར་ཏེ། ལུས་པོ་ཡོངས་ལ་འོད་འཁྱུག་པར་བྱེད་ཅིང། ཤིན་ཏུ་གཙང་བས་དྲི་མ་རྔམ་པ་ཅུང་ཙམ་ཡང་མི་སྤྲོའོ། ལྔ། རྔ་བཞག་ངང།

ཚ། བ། ཡབ་སྟག་བྱ་ན་རོ་བྱོ་ལ་བཞག་བྱོལ། ཚ་བྱོལ། ཀ། གཡའ་ན་རོ་གཡོ་ར་བཞག་གཡོར། མ། ན་རོ་མོ་གཡོར་མོ། ས། རབ་སྟག་ས་འབྲི་ངས་སྲས། ས་རབ་དག་ཧྲ་འབྲུ་ངེ་ཧྲེ། མ་ན་རོ་མོ་ང་བཞག་མོང། ཧྲེ་མོང། སེ་མོང། ཐ་ན་བཞག་ཐན། ས་སྐབས་དག་སྐ་ད་བཞག་སྐལ། ཐན་སྐལ། བ་ཅའ་ཀ་ས་བཞག་བཅག་བཅག། ཤ་ད་བཞག་ཤལ་ཤལ། གསུམ་པ་ཀློག་པ་དང་འབྲི་བ།